འདི་ཚོ་ང་རང་ཚོ་རིགས་པའི་བསམ་བློ་ཡག་པོ་བཏང་ཡོང་གི་དཔེ་མ་ཟད་གལ་ཆེན་པོ་རེ་བཞིན་རོ། འདི་གཅིག་ཞུ་ཡ་ཡིན། ད་གཉིས་པ་འདི་ག་འདྲ་གཅིག་གལ། དངོས་གནས་སྤྱི་བཏང་གི་སྤྱི་སེམས་བྱེད་ཡ་འདི་གལ་ཆེན་པོ་རེ་དཔེ་ན་སུ་རམ་རྡོ་རྗེ་སེང་ཡིན་འདི་ཚོ་དངོས་གནས་གཞི་མེད་སྐྱོན་བརྗོད་དཔེ་མང་པོ་བྱེད་ཀྱི་འདུག་ད་འདི་ཡག་པོ་མ་རེད་ད་ཁྱེད་རང་ཁྱེད་རང་གི།

མཐའ་མ་དེ་ལ་ངས་མིང་བེད་སྤྱོད་བྱས་སོང་དེ་འདྲ་སོང་ཚེ་ད་ངས་དེ་མིང་བེད་སྤྱོད་བྱེད་པའི་སྐབས་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་རྒྱ་བོ་རིན་པོ་ཆེའི་མཚན་བེད་སྤྱོད་བྱས་བྱས་བྱས་བྱས་ནས་ང་ཚོ་སྤྱི་ཚོགས་ནང་ལོགས་ལ་དཀྲུག་གཡག་གི་བསམ་བློ་བཏང་བ་དང་རྒྱ་བོ་རིན་པོ་ཆེ་ལ་ཁ་བཏང་བ་དང་དེ་འདྲས་ཀྱི་ད་བེད་སྤྱོད་མང་པོ་འགྲོ་ཅིག་ཁོ་རང་གིས་ཤེས་སོ། ད་ངས་བརྙན་ཐུང་འདིའི་ནང་ལོགས་ལ་ངས་བརྙན་ཐུང་བཟོས་པའི་དེ་ནང་ལོགས་ལ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་དང་འཇུ་སྐུལ་བཏང་མཁན།

དེ་བས་ད་ལྟ་ཡང་ཁོ་རང་གི་ངོ་དེབ་ནང་ལ་མཐོང་ཡ་ཡོད་རྒྱུ་སྐད་ཆ་བཤད་བཞག་རྒྱུ་དེ་ངས་ཐེར་འདོན་བྱས་ནས་མ་ཤེས་པ་ཡིན། ཨ་ནི། བསོད་ནམས་ཨ་ལུ་ཐང་དང་འབྲེལ་བ་ཡོད་པའི་གནས་ཚུལ་འགྲོ་ཅིག་ངན་པ་ལ་སོགས་ཀྱི་གནས་ཚུལ་འགྲོ་ཅིག་དེ་ད་དེ་ངས་བཤད་དགོངས་མ་རུ་བ། དེ་བདེ་སྲུང་ལས་ཁུངས་རང་གི་ཨ་ནི་རྒྱ་བོ་རིན་པོ་ཆེ་མཇལ་ཁ་བཀག་བཞག་རྒྱུ་གཅིག་ལ་ཨ་ནི་ངས་བཤད་དགོ་ཡ་གལ་ཀུ་ཅི་ཡོད་མ་རེད་ད་དེ་བདེ་སྲུང་ལས་ཁུངས་དེ་ཨ་ནི་བོད་མི་སྒྲིག་འཛུགས་རང་གི་བདེ་སྲུང་ལས་ཁུངས་རེད་དེ་བོད་མིའི་སྐུ་ཚབ་ཅིག་རེད་དེ་འདྲ་སུན་ཟེར་ད་དེ་འདྲས་ཀྱི། ཨ་ནི་བཀའ་ཤག་སྐྱོང་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་ངེས་མི་ལ་ཐེར་འདོན། དེ་ནས་ད་ལྟ་ཀློག། རྩ་མེད་རང་རྩ་མེད་ཀློག་ཀ། ནིའུ་ཡོག་ནིའུ་ཇར་སིར་ཞུ་མཁན་རྩ་མེད་ཀློག་ཀ་དེ་བས་བདེ་སྲུང་ལས་ཁུངས། རང་གི་བློ་བཟང་སེང་གེ་སྲིད་སྐྱོང་ཡིན་པའི་སྐབས་ལ་བདེ་སྲུང་ལས་ཁུངས་ཀྱི་བཀའ་བློན་སྐུ་ངོ་པགས་པ་ཚེ་རིང་གིས་བཀའ་མོལ་གནང་བཞག་རྒྱུ་གི། སྐད་ཆ་འདི། རྒྱ་བོད་རིན་པོ་ཆེ་ལ་མཚན་སྨད་ཞུས་སོང། ལྟ་མཁན་སྤྱི་ཚོགས་ནང་ལ་མི་འདི་ཚོས། ངས་ཐེར་འདོན་བྱས་བྱས་བྱས་ཤི་གི་ཡོད་རེད་བ། དེ་ཚོ་རྒྱ་བོད་རིན་པོ་ཆེ་ལ་འཚེ་མེད་མ་ཞུ་ངེས་ཅིག་ལ་རྒྱ་བོད་རིན་པོ་ཆེ་ལ་འཚེ་མེད་ཞུ་ཟེར་བྱས་ལབ་པ་ཡིན་ན་ད་ག་དེང་མ་རུ་བ་དེ་འདྲ་སོང་ཙང་ང་ང་ལ་ང་རང་གི་རྩ་བའི་བླ་མ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡིན། ཁོང་ལ་འཚེ་མེད་ཞུ་ངེས་སུ་འདྲ་ཅིག་ཆུག་པ་ཡིན་ན་དམ་ཉམས་པ་སུ་འདྲ་ཅིག་ཆུག་པ་ཡིན་ན་དེ་ལ་ཕྱི་གསལ་ནང་གསལ་གྱི་ཐེར་འདོན་བྱེད་ཀྱི་ཡིན་ཟེར་བྱས་གསལ་བོ་ལབ་པ་ཡིན། ད་ག་ནང་བཞིན་གྱི་ངེད་ཅག་དགའ་ལྡན་ཕོ་བྲང་ནས་བན།

ཉེན་ཁ་ཚབས་ཆེར་ཆེར་འགྲོ་ཡ་འདི་སྙེ་མ་ཡིན་ན་རྒྱ་ནག་གཞུང་ནས་ཉེན་ཁ་ཇི་ཡོད་ར་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ནས་ཉེན་ཁ་འདི་ཐོན་ཡོད་ཙང་ཨ་མྱེ་ཅག་རྒྱ་གར་གཞུང་རང་གིས་རྒྱ་བོད་རིན་པོ་ཆེ་ལ་སྲུང་སྐྱོབ་ལ Z plus འདི་སྤུས་ཚད་འདི་ཡར་རྒྱས་ཡག་ག་ཅིག་ཕུལ་དགོས་ཡ་རྒྱུ་སྐྱོ་པོ་རྒྱུ་མཚན་ད་ག་རང་ར་ད་འདི་འདྲས་ཀྱི་གནད་དོན་ཐོག་ལ་ཨ་མྱེ་ཐེར་འདོན་བྱེད་བྱེད་བྱེད་བཤད་འདི་བསོད་ནམས་ཁྲོ་རོང་ཁྲོ་གི་དགའ་གི་མེད་པ་ཡིན་ན་ཨ་ང་ཁྱེད་སྐུ་ཞིག་ལ་བས་མེད་ར། དེ་ནས་གཉིས་པ་དེ་ཨ་ནི་རང་བཙན་རྩོད་ངན་རང་བཙན་རྩོད་ངན་མང་པོ་ཡོད་རེད། རང་བཙན་རྩོད་ངན་ད་ལྟ་ཁྲོ་རོ་འགྲོ་ནས་ད་ཁྲོ་རོ་འགྲོ་ནས་ཕྱི་མི་ལ་མ་ལ་ཕྱི་མི་ལ་མ་ལ་དངོས་གནས་གཞོན་སྐྱེས་རང་བཙན་རྩོད་གི་འདུག་དཔེ་ཡག་པོ་རེད། བསྟན་འཛིན་བརྩོན་འགྲུས་ཀྱི་རང་བཙན་རྩོད་གི་ཡོད་རེད་བསྟན་རྡོར་གྱི་རང་བཙན་རྩོད་གི་ཡོད་རེད། འཇིགས་མེད་ཨོ་རྒྱན་གྱི་རང་བཙན་རྩོད་གི་ཡོད་རེད་ད་ལྟ་ཤིན་ཕན་ཁྱིམ་གསར་གྱི་རང་བཙན་རྩོད་གི་ཡོད་རེད་ཡིན་ནའི་འདི་ཚོ་ཁོ་རང་ཚོས་ཁོ་རང་ཚོ་གི་རང་བཙན་རྩོད་བསྡད་པ་མ་གཏོགས་བོད་མི་སྒྲིག་འཛུགས་ལ་ཁ་བཏང་བ་དང་རྒྱ་བོད་རིན་པོ་ཆེ་ལ་ཐད་ཀར།

དེ་འདྲ་སོང་ཙང་དང་པོ་དེ་ཁོ་རང་གིས་བཤད་དེ་དེ། ཨ་ནི། ངའི་མི་ཁ་ཤས་ཅིག་མིང་བོས་བྱས་བྱས་བྱས་བྱས། ཁོ་རང་ཡང་མིང་བོས་བྱས་བྱས་ངས་འདི་ཚོ་ངན་པ་ལར་སོང་གི་མི་རེད་ལ་དེ་དང་ཤོས་དེ། ཨ་ནི་ཁོ་རང་གི་བུ་ཆུང་ཀ་ཏཱ་ལཱས། ངའི་བུ་ཆུང་ཀ་ཏཱ་ལཱ་ད་ལྟ་བར་དུ་ངན་པ་ལར་སོང་གི་མི་རེད་བྱས་བྱས་ངས་རྩ་བ་ཉིད་ལབ་མ་མྱོང། འདི་སྔས་ལ་བུ་ཆུང་ཀ་ཏཱ་ང་གཉིས་བར་ར་ལ་བགྲོ་གླེང་འགྲོ་བའི་སྐབས་ལ་ཡང། རེད་བ། ཉན་པ་སླར་གསོ་གི་ཚིག་འདི་བོད་ཆོས་བྱེད་སྟངས་དེ་ག་འདྲས་ཤེས་སླ་བ་ཡིན་ན། བག་ཡོད་ལ་བཞུགས་ངེས། འདོད་ཁམས་ཆེ་ཤོས་ཁང་དྲུག་གི་དབུས་རྒྱུན་ཡིན་ངེས། བོད་ཁ་ཆེས་མིང་ཆེ་བོད་ཁ་ཆེས་ཆེ་མིང་བྱང་འདི། དངོས་གནས་མིང་འདི་པད་མ་ཆོས་སྐྱོར་བས་ག་རིང་བྱེད་རེད་བོད་ཕྲུག་ཁྱིམ་དུ་སློབ་ཕྲུག་ཟུར་བ་རེད། དེའི་གིས་ཨ་ནི། གངས་སེང་མཉམ་དུ་སྐད་ཆ་བཤད་རྒྱུ་དེ་འདྲས་ཅིག་ལ། ཁྱོད་རང་གི་བུ་ཆུང་ཀ་ད་ཁྱོད་རང་གི་གདེང་ཆ་སྤྲད་སོང། ལས་འདི་རེད་མ་གཏོགས་ངའི་བུ་ཆུང་ཀ་ད་ལ་ནམ་ཡང། ཁྱོད་རང་ངན་པ་ལར་ཟོག་གི་མི་རེད་ཟེར་བཞིན་ངའི་རྩ་བ་གཉིད་ནས་ཤེས་མེད། བསོད་ནམས་ཁྲོ་རོན་ཀྲོ། ཁྱོད་རང་ལ་དཔའ་བློ་སྒོ་ཡོད་པ་ཡིན་ན། ཁྱོད་རང་དངོས་གནས་དྲང་གནས་ཀྱི་ཨ་མའི་བུ་ཡིན་པ་ཡིན་ན། ངའི་བུ་ཆུང་ཀ་ད་ལ་ཁྱོད་རང་ངན་པ་ལར་ཟོག་གི་མི་རེད་ཟེར་བཞིན་ཅིག་སྟོན་ཐུབ་པ་ཡིན་ན། ཁྱོད་རང་འདི་འབྲི་ཅིག།

ཨ་ནི། ངན་པ་སླར་གསོ་གི་བཟོས་བྱ་ཁྱོད་ཀྱི YouTube མེད་པ་ཡིན་ན་ཡང་ངན་པ་སླར་གསོ་དང་འབྲེལ་བ་ཡོད་ངེས་ཀྱི་མི་གཅིག་རེད་བ་འདི་ངས་ཁྱོད་རང་ཚོ་སྟོན་གོ། ད་འདིའི་ནང་ལོགས་ལ་ཁྱོད་རང་ཚོ་མཐོང་གི་འདུག་བ། Free Tibet ང་བོད་པ་ཡིན། ང་བོད་པ་ཡིན། སྤོབས་པ་ཡོད། ང་བོད་པ་ཡིན་བསོད་ནམས་ཆེ་བོད་རྒྱལ་ལོ་བོད་རང་བཙན་ལ་བྱས་དོ། ད་འདི YouTube འདི་གི་ག་རེ་བྱེད་ཀྱི་རེད་ཟེར་ལབ་པ་ཡིན་ན་ར་བ། ངན་པ་སླར་གསོ་གི་སྐད་ཆ་བཤད་བྱ་ཁྱོད། ངན་པ་སླར་གསོ་གི་སྐད་ཆེ་རེད་ད་དེ་སབ་སྐྲ་བ་བརྒྱད་སྟོང་ངན་པ་སླར་གསོ་གི་སྐད་ཆ་བཤད་ཤོག་གི་ཚང་མ་དེ་ནང་དག་གི་རེད་ཚང་མ་དེ་ནང་དུ་ཡང་མཚམས་མཚམས་ཁོ་སྤྱང་པོ་འཁྲབ་བྱེད་བྱེད་བྱེད་ཨ་ནི་ཡང་སྡེ་བ་ལ་ཅིག་ངན་པ་སླར་གསོ་ལ་མགོ་ཡག་གི་གནས་ཚུལ་དེ་འདྲ་ཡོད་པ་ཡིན་ན་ཡང་དེ་ཚོ་ཁོ་གི་དག་ཡག་འགོ་ཚུགས་རེད་ཁོ་གི་འགོ་ཚུགས་ད་བེད་ཤེ་ན་ངའི་རྣམ་པ་ཚོར་སྟོན་གོ་རྣམ་པ་ཚོ་འདི་ཧ་གོ་གོ་གེ་ཆེན་པོ་རེད་འདི་ཚོ་ཡུ་ཀྲུབ་ཅན་ནལ་དུ་ཚ་གོ་གོ་གེ་ཆེན་པོ་རེད་ད་བེད་ཤེ་ན་དེ་དང། ཆུ་ཚོད་བཅུ་གསུམ་ངེད་ལ་ད་ཐེངས་ད་རོ་ཆས་རོ་ཆས་ལ་ངེད་མི་གྲྭ་བ་ལོག་སྐྱོད་བྱོས་པ་ཡུ་རོབ་ནང་ལ་ཁོག་གི་གདའ་དོ། ད་ལྷོ་ཁ་སོ་ཐབས་ཀྱིས་ང་ཆུ་ཚོད་བཅུ་གསུམ་གྱིས་ངེད་ལ་ད་ང་ལ་སྐད་ཆ་བཤད་ཁྱོད་ཀྱི་གདའ་དོ། ད་ངེད་ནི་ཡོད་མ་རེད་མི་ལྔ་བརྒྱ་སུམ་ཅུ་སུན་མ་ཞིག་ཡོད་མ་རེད་ད་ངེད་མི་སུམ་ཅུ་སུན་མ་ཞིག་ཡོད་མ་རེད་འདི་རེད། ཨ་ནི། ཡ་ཁོ་སྤྱང་པོ་ཕྲད་པའི་དོན་དག་ལ་ཁོས་ག་རེ་བྱེད་ཀྱི་རེད་ཟེར་ལབ་པ་ཡིན་ན་མཚམས་མཚམས་ཡ་མི་གཞན་པ་པ་རེད་འདི་དེ་ནང་ལ་གདའ་གི་རེད།

འདི་ངས་ཡང་མ་བལྟ་བའི་སྐབས་ལ་བརྟེན་ཏེ་འདི་ངན་པ་ལར་སོགས་ཀྱི་ཁྱབ་བསྒྲགས་བྱེད་ས་ཀྱི་སྡེང་ཆ་རང་མཐོང་གི་ཡོད། ཁྱབ་བསྒྲགས་བྱེད་ས་སྡེང་ཆ་རང་མཐོང་གི་ཡོད། འདིའི་ནང་ལ་ག་དུས་ཡིན་ན་ཡང་ཚེ་བརྟན་ཆོས་སྒྲོན་ལགས་ངས་དེ་གི་དེ་ནང་ལ་བདག་རྐྱང་བྱེད་ཀྱི་རེད། རེད་བ། ཁ་ཅིག་ན་ན། ཡུལ་དཔེ་ངོ་དེབ་ཅིག་ནང་ལ་ལ་དྭགས་བ་ལ་ངོ་དེབ་འདི་གི་སྦྱིན་བདག་དེ་གི་ཆོག་མཆན་འགོ་དགོས་རེད་བ། ད་ངོ་དེབ་དེ་གི་སྦྱིན་བདག་གི་ཆོག་མཆན་དེ་དོ་བདག་སོ་སོ་ཡིན་པ་ཡིན་ན་ཁོ་བདག་ཡ་ལས་སླ་བོ་ཤོད་ཤོད་རེད་བ། ད་འདི་ནང་ལ་ད་ལ་ལྷོ་ཁ་ཟོ་དོར་གྱི་སྐད་ཆ་བཤད་དེ་སྐྱོ་ད་ད།

བ། ཁ་ཆེ་ན་ན། དེ་བས་ཨ་མདའ་ལོ་གཉིས་གསུམ་སྣང་ལོ་ལ། ལོ་གཉིས་གསུམ་སྣང་ལ་སོ་ནམ་སྤྲོ་རང་སྤྲོ་གི་ངན་པ་སླར་གསོ་སྣང་ལོ་ལ། རྫུས་བྱེད་བྱེད་ཅིག་བགྲོ་གླེང་ཆེ་བ་བྲོ་འདུག་ཆེ་བ་རྩ་བ་ཉིད་མཐོང་ཡ་ཡོད་མ་རེད། དུས་ཚོད་གཅིག་ལ་ཁོ་རང་ངན་པ་སླར་གསོ་གི་ད། མ་དོན་བྱེད་བྱེད་བྱེད་ཤེས་བདེ་ངེས་རེད་ད་དེ་ཚོ། རྗེས་ལ་ཨ་ནི་ཁོ་རང་གཅིག་གཉིས་ཡག་པོ་འགྲོ་སེ་བྱེད་བྱེད་བྱེད་བྱེད་ཨ་ནི། གཉིས་སེ་བྱེད་བྱེད་དེ་ཚོ་བྱེད་ན་ཡག་པོ་མི་འདུག་བསམ་བྱེད་བྱེད་ཁོ་རང། ཁོང་ཚོ་མཉམ་དུ་གཟའ་ང་གཟིགས་ནི་བྱས་ཡོད་མ་རེད་ད་དེ་སྐད་ཆ་དངོས་གནས་རེད། བ་སྐད་ཆ་དྲང་པོ་དྲང་ཤར་བཤད་དགོས་རེད་བ་དེ་རེད། ད་ཡིན་ན་ཡང་ངའི་རྣམ་པ་ཚོ་ལ་བཟོ་མ་བཤད་གི་འདུག་དྲང་པོ་བཤད་གི་མི་འདུག་བསམ་གི་ཡོད་པ་ཡིན་ན་རྣམ་པ་ཚོ་སུ་འདྲ་བྱས་པ་ཡིན་ན་ངའི YouTube དེ Subscribe Unsubscribe བྱས་པ་ཡིན་ན་འགྲིག་གི་རེད་ང་ལ་ཁེ་བ་ཁེ་ཁུ་ཅི་མེད། ཡིན་ན་ངའི་སྤྱི་ཚོགས་ནང་ལོགས་ལ་མ་དོན་བྱེད་བྱེད་བྱེད། ནི་ངན་པ་ལར་སོགས་ཀྱི་ནང་ལོགས་ལ་ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་མ་འདྲ་མ་འདྲ་ཡོང་སྲིད་གི་རེད། བོད་མི་སྒྲིག་འཛུགས་ལ་ཁ་བཏང་ཡ་དེ་འགྲིག་གི་འདུག་གལ་མི་འདུག་གནས་ལུགས་དང་རྒྱུ་མཚན་ཡོད་པ་ཡིན་ན་འགྲིག་གི་འདུག་རེད་བ། དེ་བས་ཁོང་ཚོས་ཀྱི་ཀྱི་ཁྲིམས་ཞིབ་པ་གསུམ་དེ་མ་དཔེ་དགོས་ཀྱི་འདུག་ཁྲིམས་ཞིབ་པ་གསུམ་དེ་མ་བཏོན་དགོས་ལ་དེ་འདྲས་ཀྱི་གཙོས་བཞག་པའི་ཚོགས་པ་དེ་འདྲས་ཅིག་ཆགས་རེད། ད་ད་ག་རང།

ནས་བཤད་དེ་ངས་ཀྱི་གནས་ཚུལ་མང་པོ་ཅིག་བཤད་དེ་ཡོད་རེད་དེ་ངའི་ལ་དུ་ཡོད་དེ་འདྲ་སོང་ཙང་བུ་ཆུང་བཀའ་རྟགས་ངན་པ་ལར་སོ་གི་མི་རེད་ཟེར་ངས་རྩ་བ་ཉན་ནས་ལབ་མེད། ཀརྨ་བློ་གྲོས། བསྟན་འཛིན་ཡེ་ཤེས། ལྷོ་དགའ་བསོ་རྡོར། ངན་པ་ལར་སོ་གི་མི་རེད་ད། ཅེ་ཅེ་ཅེ། འདི་ལ་ཨ་ནི་ངས་ཚིག་ཐག་ཆོད་པོ་ཐོག་ནས་ལབ་ཀྱི་ཡོད། འདི་ལ་ཁུངས་སྐྱོན་ར་སྤྲོད་དེ་ད་དེ་ལས་ལྷག་རྣམ་པ་ཚོ་ལ་ད་ང་སྟོན་དགོས་ཡ་ག་རེ་འདུག་ད། རོ། གཞན་པ་བོད་པའི་སྤྱི་ཚོགས་ནང་ལོ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་ཞུ་མཁན། དགའ་ལྡན་ཕོ་བྲང་ལ་འཚེ་མེད་ཞུ་མཁན། ཨ་ནི་དེ་མེད་ན་འདི་ཚོའི་མཉམ་དུ་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ངེས་ཡོད་ཙང། ཨ་ནི་མི་དེ་ཚོ་ལ་ངས་ཐེར་འདོན་བྱས་ཏེ་མ་ཤེས་པ་ཡིན། ད་ག་ནས་བཞིན་གྱི་ཨ་ནི་བསོད་ནམས་བཀྲུ་རོང་དྲུག་གི་བྱེད་སྟངས་མང་པོ་ཅིག་ལ་ངས་བལྟས་བལྟས་བའི་སྐབས་ལ།

རེད་བ། དེ་ཚོ་ཁྱོད་རང་ཚོ་སུ་འདྲ་བྱས་པ་ཡིན་ན་བདེ་སྲུང་ལས་ཁུངས་ལ་མར་འགྲོ་བྱས་ཞེས་སྐད་ཆ་བཀའ་འདྲི་ཞུ་བར་འབྲེལ་བ་འགྲིག་གི་རེད་བ། ད་སོ་ནམ་ཀྲོ་རོང་ཀྲོས་ཀྱིས་དགོས་པ་དང་དམིགས་ཡུལ་ཡག་པོ་ཤོད་ཀྱི་ཡོད་པ་ཡིན་ན། རེད་བ། དངོས་གནས་དྲང་གནས་ཁོ་དཔྱད་ཞིབ་ཡག་པོ་ཞིག་བྱེད་ཀྱི་ཡོད་པ་ཡིན་ན། བདེ་སྲུང་ལས་ཁུངས་ཀྱིས་རྒྱལ་བོ་རིན་པོ་ཆེ་མཇལ་ཁ་བཀའ་བསྐྱོད་ཀྱི་མི་གཅིག་གནས་ལུགས་དང་རྒྱུ་མཚན་ཐོག་ནས་མཇལ་ཁ་བཀའ་བསྐྱོད་ཀྱི་མི་གཅིག་ལ། ཨ་ནི། འདི་རེད་དང་མ་རེད་བའི་དོགས་པ་ཟ་དེ་ངའི་བོད་པ་སྤྱི་ཚོགས་ནང་ལ་ཡོད་པ་ཡིན་ན། ད་ལྟའི་བོད་པའི་སྤྱི་ཚོགས་ནང་ལ་ཡོད་པ་ཡིན་ན།

དེ་ལ་སོང་ཙང་སྤྱི་ཚོགས་ནང་ལོགས་ལ་བསོད་ནམས་ཁྲོ་ཁྲོ་གི་ཁྱོད་རང་གི་སྐད་ཆ་ག་ཤེད་དཔེ་ཡག་པོ་འདྲི་ཤེས་ཀྱི་འདུག་རེད་བ། དེ་ཚོ་ལ་བསྔགས་བརྗོད་ཡོད། སྤྱི་ཚོགས་ནང་ལ་མགོ་ཚོ་པོ་གཏོང་སྟེ་སྐད་ཤེས་ཀྱི་འདུག་ཡ་ལང་ཀ་མཚམས་མཚམས་ནོར་གྱི་འདུག་ད། དེ་ངས་ཁྱོད་རང་ལ་འབུལ་རྒྱུ་ཡིན་སྐུ་ཅིག་ལང་ཀ་མ་ནོར་བ་གནང་རོགས་གནང། ནང་ཁ་མ་ནོར་བ་ནང་ལངས་རོགས་གནང། གཞན་ཁྱོད་རང་གི་སྐད་ཆ་བཤད་ཤག་གི་དུས་ཚོད་མང་ཚོད་ལ་ཕན་ཡོད་གི་ཤིག་འདུག་ངས་ཁྱོད་རང་ལ་འབུལ་རྒྱུ་ཞུ་ཡས་དེ་ད་ག་རང་ཡིན། ཁྱོད་རང་སྐྱོག་སྐྱོག་བྱས་བྱས་བྱས་བྱས། ང་ལ་ཁ་བརྡའི་བཅག་བྱས་བྱས་བྱས་ཨ་ཁ་བརྡའི་བཅག་བྱས་བྱས་དོན་དག་སྒྲུབ་ས་དེ། ངན་པ་ལར་སོག་གི་དོན་དག་དེ་སྒྲུབ་གི་འདུག་ད། རྒྱ་ནག་གཞུང་གུང་ཁྲན་ཏང་གི་དོན་དག་དེ་སྒྲུབ་གི་ཡོད་བ་འདྲ་བོ་འདུག་དེ་འདྲ་སོང་ཙང། དེ་ཚོ་ཡག་པོ་མ་རེད་རྐང་ཚོད་ནི་ཁྱོད་རང་བྱེད་ཀྱི་ཡོད་མ་རེད་ནས་ཁྱོད་རང་གི་དམིགས་ཡུལ་དེ། ཉམས་པ། སྤྱི་ཚོགས་ནང་ལ་མི་ངན་པ་ལ་སླར་གསོ་བྱེད་ལ་རྒྱབ་སྐྱོར་བྱེད་ཀྱི་འདུག་ཞུས་ཡིན་ད། ངས་ཉིན་ཐུང་སེ་སི་གནང་བ་དེ་ལ་རྒྱབ་སྐྱོར་གནང་བ་དེ་བ་སྙིང་ཐག་པ་འཐུ་ཆེད་བོད་རྒྱལ་ལོ།